སྤྱི་ཡོངས་ནས་ཕལ་ཆེར་དང་དཀའ་ངལ་ཚོར་བ་ཕལ་ཆེར་ཆགས་སྲིད་ཀྱི་རེད། ད་རིག་པ་ཡོད་མཁན་ཚོར་གྲགས་གྲགས་ཀྱི་རེད། ཚེ་འདི་འདྲ་ཡིན་དུས་ཕྲན་བུའི་དཀའ་ངལ་དག་ཡོང་མདོག་ཁ་པོ་རེད་དེ་ཡིན་ནའི། ཕུགས་རྒྱང་རིང་པོ་ཞིག་གི་ཆ་ནས་བསམ་བློ་བཏང་པ་ཡིན་ན། ཨེ་ནི། གསང་སྔགས་རྡོ་རྗེ་ཐེག་པའི་ཆོས་ཉམས་ལེན་བྱེད་མཁན་གཤའ་མ་ཞིག་ཡོང་བ་ལ་ཡ། ཨེ་ནི་གཞུང་ཆེན་གྱི་ས་ལམ་གྱི་འགྲོ་སྟངས་དེ་ཡིན་དུས་ཤེས་པ་ཅིག་མེད་ཐབས་མེད་ཐུབ་པ་རེད། ཚེ་འདི་འདྲ་ཡིན་པ་ཡིན་དུས་ཨེ་ནི། ཅིག་དང།

ད་ལྟ་དཀའ་ངལ་ཆེན་པོ་ཞིག་འོག་ལ་ཡོད་ད་ཡོད་བསྡད་པ་ཅིག་ད་ལྟ་དཀའ་ངལ་འདི་འཛམ་བུ་གླིང་གི་སྤྱི་བཟང་ཕྱོགས་ཀྱི་འགྱུར་བའི་འགྲོས་དང་བསྟུན་ནས་རྒྱ་ནག་ནང་ལོགས་ལས་འགྱུར་འགྲོ་གི་ཡོད་ར་ལ། དེ་དང་འབྲེལ་རེས་བོད་ཀྱི་གནད་དོན་གྱི་ཐོག་ལ་ཡིན་ནའི་ཏན་ཏན་བཟང་ཕྱོགས་ཀྱི་འགྱུར་བ་ཡོང་རྒྱུ་ཡིན་པ་ཐག་ཆོད་པ་རེད། ས་དེ་འདྲས་ཡིན་པ་ཡིན་དུས་ད་ཁོ་དེ་འདྲ་གསལ་ལ་ཉེ་བས་ད་བཟང་ཕྱོགས་ཀྱི་འགྱུར་བ་ཅིག་ཁོ་ད་འགྲོ་བསྡད་ཀྱི་ཡོད་པ་ཡིན་དུས་ས་ནས་མ་འོངས་པའི་ནང་ལ་ད། ཅེས་བོད་ད་ལྟའི་གཞིས་བྱེས་མཉམ་འཛོམས་ཆོལ་མཚམས་ལ་ཡིན་ན་ཡང་ག་འདྲ་ཅིག་བོད་ཀྱི་མ་འོངས་པའི་ད་འདོད་རུང་བཟང་པོ་འབྱུང་ཡག་གི་རྩ་བ་རུ་དེ་ང་ཚོའི་མི་ཐོག་ཞེས་པ་ཅིག་ཆགས་བསྡད་ཡོད་རེད། ང་ཚོ་དེ་བྱེས་ལ་གནས་པའི་ཆོལ་ཁ་ཡིན་པ་ཡིན་ན་ཡང་ཁོ་མུ་མཐུད་ནས་ང་རང་ཚོ་བོད་མི་བཙན་བྱོལ་བ་བོད་རྒྱ་ཆེ་མི་མང་གི་ཚབ་རུ་བྱེད་ཐུབ་ངེས་ཀྱི་ད་ག་འདྲ་མི་ཤེས་ཡོན་ཅན་ལྷག་བསམ་ཅན་སྙིང་སྟོབས་ཅན་དེ་འདྲ་ཞིག་ཡོང་ཡག་གི་རྒྱུ་རུ་དེ།

ད་དེ་འདྲ་ཡིན་དུས་ང་རང་ཚོ་ད་ཅི་དགོས་གང་གི་ཆ་ལ་བསམ་བློ་བཏང་པ་ཡིན་ན་ཡང་བྱིས་པ་ཆུང་ཆུང་དེ་གཉིས་དེ་ཤ་ར་དྭགས་ཆེན་པོ་རེད། ས་དེ་གཉིས་དེ་གིས་ད་ཅི་དངོས་ནས་པའི་ཕྱི་ནང་གི་ཤེས་ཡོན་སྒོ་གང་ས་ནས་ད་ཅི་པའི་མཐུད་མ་ཤོར་ར་ཅིག་ད་ཨ་ནི་ཤེས་ཡོན་ལྡན་པའི་མི

ཡོང་བ་ལ་ཡང་དེང་དུས་ཀྱི་ཤེས་ཡོན་ཆ་ཚང་བ་ཅིག་དང། ཨ་ནི་བོད་རང་ཉིད་ཀྱི་ད་གནའ་རབས་ཀྱི་བཟང་པོའི་ཤེས་ཡོན་ཆ་ཚང་བ་ཅིག་གོ་གི་ཡོད་རེད། གནའ་རབས་ཀྱི་བཟང་པོའི་ཤེས་ཡོན་ཆ་ཚང་བ་ཟེར་ཡ་འདི། ཅིག་ང་རང་ཚོའི་ད་མི་རིགས་ཀྱི་ཅིག་གཞས་དང་ཞབས་བྲོ་ཟེར་ཡ་རུ་འདི་འདྲ་དེ་རིག་གཞུང་གི་ཆ་ཤས་ཅིག་ད་རེད་དེ། ཡིན་ནའི་ང་རང་ཚོའི་གནའ་རབས་ཀྱི་ཅིག་གི་དང། རིག་གཞུང་བཟང་པོ་ཟེར་ནས་མི་འདུག་གང་དྲག་ཆེ་གི་གནའ་རབས་ཀྱི་བཟང་པོའི་ཡོན་ཏན་བཟློས་པ་ཡིན་ན་སངས་རྒྱས་ཀྱི་ཆོས་དང་འབྲེལ་བ་ཡིན་པ་དེ་གསལ་པོ་ཤར་རེད། ས་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་བཟང་པོའི་ཡོན་ཏན་དེ་མི་ཉམས་གོང་འཕེལ་རྒྱུན་འཛིན་ཐུབ་པ་ལ་ཕྱིའི་ཁྲིམས་དང་སྒྲིག་གི་ཐོག་ནས་གཅུན་ཐུབ་ཡང་ཁག་པོ་རེད། བཟང་པོའི་ཡོན་ཏན་དེ་ལ་ཤེས་ནས་དད་པ་ཐོབ་པ་ཅིག་བྱུང་ན་སྐུལ་མ་ནང་ནས་བྱས་དོན་གཉེར་ནང་ནས་སྐྱེས་ཡོད་འདུག་ཨེ་ནི། རང་གི་འདོད་པས་ཐང་དུ་བླངས་ཏེ་བཟང་པོའི་ཡོན་ཏན་ལ་ཡ་ཨེ་ནི་ཁོ་གཅེས་སྤྲས་བྱེད་ཡག་ཅིག་ད། དེ་ཡི་ནི་ཉམས་ལེན་བྱེད་ཡག་ཅིག་ཁོ་ཡོང་གི་ཡོད་པ་ཡིན་དུས། དོན་གཉེར་ནང་ནས་སྐྱེས་དགོས་ཀྱི་ཡོད་རེད། དོན་གཉེར་ནང་ནས་སྐྱེས་པ་ལ། དེའི། ཁེ་ཕན་ག་རེ་ཡོད་པ་དེ་མཐོང་དགོས་རེད། ས་དེ་ལ་ཡ། བསམ་བློ་དང་བརྟག་དཔྱད་བྱས་ནས། ཨེ་ནི། སྐྱོན་དང་ཡོན་ཏན་དེ་ངོ་ཤེས་པ་ཞིག་དང་མཐོང་བ་ཞིག་དགོས་ཀྱི་རེད་མ་གཏོགས་ཕྱི་ལོགས་ནས།

བོད་པའི་སྐད་ཡིག་ལ་ཕོངས་སླད་ཡིན་དགོས་རེད། ཕྱེད་སྤྱི་བཏང་གི་བོད་སྐད་བསྲེས་པས་ན་ཅེས་ཀྱི་དེང་དུས་ཀྱི་འཛམ་བུ་གླིང་གི་བོད་ན་ཤེས་ཡོན་དང་འབྲེལ་བའི་བརྗོད་བྱ་ཅི་གང་ལ་བོད་སྐད་ཀྱི་མ་འདང་རེད་བོད་སྐད་ཡར་རྒྱས་བཏང་ཐུབ་ཡོད་མ་རེད་བོད་སྐད་ཡར་རྒྱས་མ་ཕྱིན་པའི་རྐྱེན་གྱིས་ད་ལྟ་བོད་སྐད་ཀྱི་འདང་གི་ཡོད་མ་རེད། དངོས་གནས་འགྲོ་ནས་བོད་སྐད་ཡར་རྒྱས་ག་བ་ཕྱིན་ཡོད་རེད་འདས་པའི་ལོ་སྟོང་ཕྲག་ལྷག་རིང་ལ་ཡ་བོད་སྐད་ཡར་རྒྱས། དངོས་གནས་དྲ་གནས་གཅིག་གི་ད་བོད་སྐད་ཡར་རྒྱས་བཏང་ས་དེ་ནང་པའི་ད་ལྟོ་དྲུག་ནང་ལ་ཡ་བོད་ཀྱི་བོད་ཀྱི་སྐད་ཡིག་དེ་ཡར་རྒྱས་ཞིའུ་ཕྱིན་པ་རེད་ཡར་རྒྱས་ཕྱིན་ནི་ལེགས་བཞག་གི་སྐད་ད་མཚུངས་པ་གཅིག་བའི་དཔུང་པ་མཉམ་ཞུགས་བྱེད་ཐུ་ཡག་གི་སྐད་ཡིག་ཆགས་བསྡད་ཡོད་རེད་ས་དེ་འདྲ་ཡིན་དུས་ནང་པ་སངས་རྒྱས་པ་སྤྱི་དང་ལྷག་པར་ཐེག་པ་ཆེན་པོའི་ལྟ་གྲུབ་ཀྱི་སྐོར་ལ་ཡ་ད་རི་སྐད་ས་འཛམ་བུ་གླིང་འདི་གང་ལ་ཅིག། ཨ་ཁེ་ལྟ་གྲུབ་བསྟན་པའི་སྐད་ཡིག་ད་བོད་ཡིག་དེ་ཡག་ཤེས་ཤག་རེད་འདུག་བ། སྔ་མོ་ཡིན་ན་ད་ལེགས་ཤག་སྐད་ཤག་ཡག་པོ་ཡོད་རེད་དེ་ཡིན་ནའི་ལེགས་ཤག་སྐད་དེ་མཁས་པ་ཉུང་ཤས་ཅིག་གི་བེད་སྤྱོད་བྱས་མ་གཏོགས་མང་ཚོགས་ཀྱི་བེད་སྤྱོད་བྱས་ཤིག་མེད་པ་ཡིན་པ་རེད། ད་ག་རེ་ཞིག་རྒྱ་ཡིག་ནང་ལས་ག་ལ་གང་ཚོགས་ཡོད་རེད་དེ་ཡིན་ནའི་རྒྱ་ཡིག་གི་ཆོས་སྲིད་བདེ་སྐྱིད་དེ

ས་དེ་འདྲ་ཡིན་དུས་འོ་ད་ང་རང་ཚོ་ད་ཅེ། དེང་དུས་ཀྱི་ཤེས་ཡོན་དང་ང་རང་ཚོ་གནའ་རབས་ཀྱི་ཤེས་ཡོན་ཟུང་དུ་འབྲེལ་བྱུང་བ་ཡིན་ན། དེང་དུས་ཀྱི་ཤེས་ཡོན་ཡོད་པའི་ཆ་ནས་ཅིག་འཛམ་བུ་གླིང་འདིའི་སྒང་གི་ད་ལྟ་ད་ལྟའི་ཕྱི་དངོས་པོ་ཡར་རྒྱས་དང་འབྲེལ་མི་ཚེ་སྐྱེལ་སྟངས་ཐོག་ལས་སྟངས་སྤྲོ་བཞག་འདོད་ཕེར་ཅིག་ཆགས། དེ་དག་ལ་ཡང་བོད་ཀྱི་གནའ་རབས་ཀྱི་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་བཟང་པོའི་ཡོན་ཏན་གྱི་ཤེས་ཡོན་དེ་ཡོད་ན། བདག་ཞིག་གི་དངོས་པོ་ཡར་རྒྱས་ཁོ་ན་ལ་ཡར་རྒྱས་མགོ་རུ་འཁོར་བྱས་མཐའ་མ་མི་ག་སུག་རུ་ཕི་གའི་རྒས་ཤིང་འཁོགས་པའི་ཨེ་ནི་དུས་ཚོད་ཤ་རེ་ཁ་ཐུག་ལ་སེམས་ལ་ཡང་ད་དུང་སྤྲོ་སྣང་སླེབས་ཐུབ་ཡ་དེ་ལྟ་མེད་ན་དངོས་པོ་ཡར་རྒྱས་དངོས་པོ་ཡར་རྒྱས་དང་འབྲེལ་བའི་དེང་དུས་ཀྱི་ཤེས་ཡོན་ཁོ་ན་ཞིག་མ་གཏོགས་མེད་དེ་བ་སྦྱིན་པ་ཡིན་ན།

བརྟགས་པའི་བཟང་ལྟ་རུ་ཁྱོད་སོང་བདག་མཁའ་འགྲོའི་སྐད་ཆར་བྱས་ནས་བརྟགས་པའི་མི་ཚེ་ཡངས་པའི་ལེའུ་རུ་གསར་བ་ཞིག་སུ་བྱས་བདག་སྐྱེས་བུ་ཡིན་བདག་ཡིན་ན་བས་དེ་ག་ལ་མི་ཚེ་དོན་དང་ལྡན་པ་བྱུང་སུ་བྱས་ནས་བས་གང་ཞིག་སྤྲོ་བཞིན་དུ་སོ་སོའི་རྒས་ཡོལ་གྱི་མི་ཚེ་དེ་སྐྱེལ་གྱི་འདུག་བར་བྱ་ཙང་ང་ཁྱོད་ཀྱི་གནས་ཚུལ་མི་ཤེས་མཁན་གྱི་མི་ཅིག་ཡིན་ན་ཨེ་ནི་མི་ཚེ་མང་གུས་ཡག་གི་མགོ་ཚུགས་པའི་ཁོལ་ཚུགས་ལ་ཨེ་ནི་ལས་ཀ་ཚང་མ་རྫོགས་བ་རེད།

དེ་ཙམ་དུ་མ་ཟད་པའི་ཕྱི་དངོས་པོ་ཡར་རྒྱས་དང་འབྲེལ་བའི་ཤེས་ཡོན་དེ་ཡིད་དེ་ཡི་བཟང་ཕྱོགས་ལ་འགྱུར་ཐུབ་ཡག་སྟེ། བོད་ཀྱི་བཟང་པོའི་ཤེས་ཡོན་དེ་ཡོད་ན་ཕྱི་དངོས་པོའི་གནས་ཚུལ་དང་འབྲེལ་བའི་ཤེས་ཡོན་ག་ཚད་ཡོད་པ་དེ་ཡིད་དེ་གཏོར་བཤིག་གི་རང་བཞིན་ལ་འགྲོ་གི་མ་རེད། ཕན་པའི་རང་བཞིན་ཅན་ལ་འགྱུར་ཐུབ་དགོས་པ། ཕན་སེམས་ཀྱི་བཟང་པོའི་ཡོན་ཏན་མེད་པ་ཡིན་ན་དེང་དུས་ཀྱི་རྫས་འཕྲུལ།

དེས་རྐྱེན་པས་ཨེ་ནི་གཅིག་གཞན་ལ་མཐོང་ཆུང་ཁྱད་གསོད་བྱས་པ་མཚོན་པའི་ཉུང་མ་མང་པོ་ཞིག་དེ་དག་ནས་འཕེལ་ཡོང་གི་འདུག་བ། དེའི་འབྲས་བུ་ལ་ཡང་རང་སྐྱིད་པ་ལས་ལྟ་ཡ་མེད་པས་བ། སྤྱི་ཚོགས་ནང་ལ་སྐྱིད་པ་ལས་ལྟ་ཡ་མེད་ལྟས་ངན། མཐའ་མ། རང་གི་བྱང་ཤར་བའི་ཤེས་ཡོན་འདིས་རང་ཉིད་ཕུང་ཡག་གང་ལ་འགྲོ་བསྡད་ཀྱི་འདུག་བ། ས་དེ་འདྲ་ཡིན་པ་ཡིན་དུས་སེམས་རྒྱུད་དུལ་བ་ཅིག་གིས་བྱུང་བ་ཡིན་ན་དེང་དུས་ཀྱི་ཤེས་ཡོན་འདི་ཡང་ཕན་པའི་རང་བཞིན་ཅན་ཞིག་ལ་འགྲོ་ཐུ་ཡག་ཅིག་གི་སྐོར་དགེ་མཚན་འདུག་བ། ཚེ་དེ་རིང་ཡིན་པ་ཡིན་དུས་ང་རང་ཚོས་ད་ཤེས་ཡོན་དེང་དུས་ཀྱི་ཤེས་ཡོན་དང། གནའ་རབས་ཀྱི་བཟང་པོའི་ཤེས་ཡོན་གཉིས་པོ་དེ་ཟུང་དུ་སྦྲེལ་བ་དེ་ཧ་ཅང་གལ་ཆེན་པོ་རེད་བྱ།